གཅིག་བོད་བརྒྱུད་ནང་བསྟན་སློབ་གཉེར་གནང་སའི་གི་དགོན་སྡེ་ཁག་བདུན་ཚོ་ནང་ལོགས་ལ་ཡ་གཅིག་གྲྭ་བཙུན་ཕོ་མོ་རྣམས་ཀྱིས་གཅིག། ད་སྲོལ་རྒྱུན་གྱི་ང་རང་ཚོ་ད་གཅིག་ནང་ཆོས་ཀྱི་སློབ་གཉེར་གྱི་ཐོག་ལ་ཡ་ད་དེང་དུས་ཀྱི་ཚན་རིག་ཐོག་ལ་ཡ་གཅིག་སློབ་སྦྱོང་གནང་དགོས་ཡ་གི་ད་གཅིག་བཀའ་སློབ་གཅིག་ལམ་སྟོན་ཟབ་མོ་ཕེབས་ལ་ཡ་བརྟེན་བྱས་ད་དེང་སྐབས་གཅིག་དགོན་སྡེ་ཁག་ཕལ་མོ་ཆེའི་ནང་ལོགས་ལ་ཡ་གཅིག་གྲྭ་བཙུན་ཕོ་མོ་རྣམས་ཀྱིས། ནང་ཆོས་ཀྱི་སློབ་གཉེར་ཐོག་ལ་ཡང་དང་དེང་དུས་ཀྱི་ཚན་རིག་གི་ཟུར་དུ་འདུ་བྱེད་སློབ་སྦྱོང་གནང་བཞིན་པའི་གནས་སྟངས་འདུ་བྱེད་ཆགས་བསྡད་ཀྱི་ཡོད་རེད། ཕྱི་ལོ་ཉིས་སྟོང་བཅུ་དྲུག་གི་ཟླ་བ་བརྒྱད་པའི་ཚེས་གཅིག་ནས་ད་བདུན་ཕྲག་གཉིས་ཙམ་གྱི་རིང་ག་ལ་ཡང་བོད་ཀྱི་དཔེ་མཛོད་ཁང་གི་མཐུན་འགྱུར་འོག་ནས་བོད་མི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀྱི་གྲྭ་བཙུན། བུ་མོ་སྐོར་གཅིག་ལ་ཡང་དེང་དུས་ཚན་རིག་དང་འབྲེལ་བའི་སྐོར་ལ་ཡང་ཟབ་སྦྱོང་ཞུ་གཏུགས་བྱེད་འགྲོ་བཞིན་པ་ཆགས་འདུག་ཡོད་རེད། ད་ཐེངས་འདིའི་གི་ང་ཚོའི་དྲ་བརྙན་གླེང་སྟེགས་ཀྱི་ལས་རིམ་ནང་ལོགས་ལ་ཡང་ད་སྤྱི་ཡོངས་ནས་ད་ཅིག་ནང་ཆོས་དང་ཚན་རིག་གི་འབྲེལ་ལམ་རེད་དག་ན་བཞིན་གི་ད་ཅིག་དགེ་འདུན་པ་ཚོས་གི་ནང་ཆོས་སློབ་གཉེར་གནང་ཡ་འདི་ཅིག་གལ་གནད་ཆེན་པོ་ག་ཚོད་ཅིག་ཆགས་ཀྱི་ཡོད་མེད་དང་དག་ན་བཞིན་གི་ད་དེང་སྐབས་ཅིག་ཚན་རིག་པ། ཁྲོད་ནས་ད་ཅིག་ནང་ཆོས་ལ་ཡང་དོ་སྣང་དང། ཅིག་སློབ་སྦྱོང་བྱེད་མཁན་གྱི་ད་ཅིག་དེ་གྲངས་འབོར་དེ་འདུ་བྱེད་མང་པོ་ཆགས་འདུག་ཡོད་རེད་ད་ཚན་རིག་པས་ཀྱི་ད་ཅིག་ནང་ཆོས་ལ་ཡང་དོ་སྣང་བྱེད་ཡ་དང་ཨིན་ཅིག་སྟོན་ཡ་འདི་ད་རྒྱུ་མཚན་སྒྲོག་ཅིག་དང་ག་རི་གར་ཐུག་ཡོད་མེད་དེ་ཚོའི་ཐོག་ལ་ད་རིང་ང་ཚོ་འདུ་བྱེད་ཆེད་བགྲོ་གླེང་ཞུ་ཡ་ཡིན། བགྲོ་གླེང་གི་ལས་རིམ་ནང་ལ་ཡང་མཉམ་ཞུགས་གནང་མཁན་སྐུ་ཡི་གསུང་བསྒྱུར་དང་ད་ལྟའི་ཆ་ལ་ཡང་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་དང་དྭགས་ན་ཤིང་གི་བོད་མི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀྱི་ཟུང་དྲུང་ཨ་ད། ཐུབ་བསྟན་ཚིག་ལ་ད་ལྟའི་གི་ད་ཟབ་སྦྱོང་འདི་ད་ཀང་རྒན་བཞེངས་ཀའི་ཕྱག་འདེབས་ཀི་ཡོད། རྣམ་པ་གཉིས་ཀ་ལ་ཡ་ད་ཐོག་མ་དེ་ལ་ཡ་འཚམས་འདྲི་ཁྲ་ཞིབ་ལེགས་ཞུས་པ་དང་སྦྲགས་བྱས། དང་པོ་དེ་ལ་ཡ་ཐུབ་བསྟན་ལགས་ལ་ད་འདི་ཅིག་བཀའ་འདྲི་ཞུ་གི་ཡིན་ད་ད་གོང་དུ་ད་ད་ངས་སྔོན་གླེང་ནང་ཞུས་པ་ན་ཞིག་རེད་ད་སྤྱི་ཟླ་བརྒྱད་པའི་ཚེས་གཅིག་ནས་ད་འདུ་ཤེས། ཅིག་ཚན་རིག་དེང་དུས་ཚན་རིག་སྐོར་ལ་ཡ་ད་གྲྭ་བཙུན་ཕོ་མོ་སྐོར་ཅིག་ལ་ད་ད་ཟབ་སྦྱོང་འདུ་ཤེས་འགྲོ་འདི་གི་འདུག་ད། ཟབ་སྦྱོང་འདི་ད་ལྟའི་ཆ་ལས་ད་ཐེངས་གསུམ་པར་བསྡུ་བྱས་རྗེས་རྣམ་པ་ཚོས་བསྡུ་གསུངས་འདི་ཡོད་པ། ད་ཟབ་སྦྱོང་འདི་ད་ཅིག་ཐོག་མར་འགོ་བཙུགས་སྟངས་ཅིག་བརྒྱུད་རིམ་བརྒྱུད་རོགས་འདི་ག་འདྲ་ཡིན་མིན་དང་པོ་འདི་ལ་ཡ་འདི་ཅིག་གསུངས་རོགས་གནང། ལ་སོ།
ད་སྤྱི་དང། གྲྭ་ས་ཁག་ལ་ཚན་རིག་ཟེར་ཡ་དེ་འདི་ངོས་ལ་ཟེར་བསྡད་པ་རེད། དཔེ་ཆའི་འགོ་བརྗོད་སྐོར་རང་ས་ཐོག་ཅིག་ནས་རྒྱ་མགོ་རིན་པོ་ཆེ་བཀའ་སློབ་ཕེབས་འདི་ཤེས་སོང་ཅེས་དཔེ་མཛོད་ཁང་གི་ཐུགས་འགན་བཞེས་རྗེས་ཨ་ནི་འདི་མ་ཟེར་དེ་འདྲ Swiss ལ་རི་ཀོན་དགོན་པོད་ཀྱི་ཡ་གྱལ་ཇི་ཡར་རྩིང་རི་ལས་ཇགས་ངོ་ཙུ་མ་གའི་དགེ་འདུན་པའི་རྩིང་རི་ལས་ཇགས་ལར་མ་གའི་སེ་ར་ལ་དུ་ཡོད་དེ་ཇོ་ཇོ་ར Science Miss དར་མ་ལས་དུ་ཁོ་རང་ཚོ་གི་ཕྱག་ལས་གནང་བསྡད་པ་གྲོགས་ཆེ་གྲས་དེའི་སྐབས་ལ་དེ་སྔོན་མ་སྐབས་དུ་བ་ཇི་ལ་ཆོས་རིག་ལས་ཁུངས་ཀྱི་ད་ཞི་བ་ཆེ་ཕྱི་རོལ་ལས་ཁུངས་ཟབ་སྦྱོང་དང་དེ་འདྲའི་གོ་སྒྲིག་དེ་འདྲ་གང་གནང་ཡོད་མ་རེད་ད་ཁོ་རང་ཚོ་གི་རྣང་འབྱོར་དེ་ཚོ་ལ་རྒྱབ་སྐྱོར་ཞུ་དགོས་བ་དེ་ཚོ་ག་འདྲས་ཡོད་ན་དེ་སྲིད་དེ་མ་ཟད་པའི་ད་སྤྱི་ཡོངས་གནས་ཚུལ་དེ་ཚོ་ཚང་མ་མཁྱེན་རྟོགས་གྲོགས་ཆེ།

འདི་ནང་ལ། གཅིག་བསྟན་ནི་སྐྱབས་མགོན་རིན་པོ་ཆེ་བཀའ་དགོངས་རེད། འདི་མ་ཟད་པའི། འདི་སྔོན་ལ་ཆོས་ཚོགས་ཚོགས་སྡོད་པའི་ནང་ལའི་ལམ་སྟོན་མང་པོ་ཞིག་ཡོད་རེད། ད་ལྟའི་ཚན་རིག། དགོན་སྡེ་ཁག་ལ་ཚན་རིག་ཅིག་ཁྲིད་འོག་ཏུ་དེང་དུས་ཚན་རིག་དེ་ཅི་མི་ཅི་བཤད་འགོ་དོད། ལ་ཅིག་ལམ་སྟོན་ཡོད་པ་སོང་ཙང་ང་ཚོ་འདིའི་སྐབས་ལ་བཀའ་བསྡུར་གནང་བཀའ་བསྡུར་གནང་བའི་ནང་ལ་ཨ་ནི།

ཟབ་སྦྱོང་ཐེངས་དང་པོ། བོད་ཀྱི་དཔེ་མཛོད་ཁང་དང་ཟུང་འབྲེལ་གནང་ཡོད་རེད་ཉིས་སྟོང་བཅོ་ལྔ་ལོར་གནང། ད་ལོ་དེ་ཐེངས་གསུམ་པ་དེ་འདྲ་ཆགས་བསྡད་རེད། ད་ད་ཐེངས་ཀྱི་ཐེངས་གསུམ་པ་འདིའི་ནང་ལོ་ལ་ཡང་ད་ཅིག་ཟབ་སྦྱོང་ནང་ལ་མཉམ་ཞུགས་གནང་མཁན་དེ་ཅིག་གྲངས་འབོར་དེ་ག་ཚོད་ཆགས་བསྡད་ཡོད་རེད་ད་ཅིག་ད་གྲྭ་བཙུན་ད་ཡོང་སྟངས་བརྗོད་རོགས་དེ་ག་འདྲ་ཅིག་གི་ཐོག་ནས་ཡོང་དགོས་རེད་ཅིག་ཟབ་འདྲིས་གནང་ཡ་ད་དེ་ཟབ་སྦྱོང་དེ་ནང་ལོ་ལ་ཅིག་ལས་རིམ་དེ་ག་འདྲ་ཅིག་གནང་པ་ཚོད་ག་འདྲ་ཅིག་བང་བསྒྲིགས་ཡོད་རེད། ད་ལྟའི་ཆར་ལ་ཟབ་སྦྱོང་དང་མཉམ་ཞུགས་གནང་མཁན་མི་དགེ་བཙུན་གསུམ་སོ་གཉིས་ཡོད། གྲྭ་པ་བཅུ་གཉིས་བཅས་བཙུན་མ་ཉུ་ཤུ། ན་ཁོ་ན་ཚོ་ཕེབས་ས་དེ་ད་རེས་སུ་མ་བྱས་པའི་ཆོས་སྡེ་ཁག་ནས་ཕེབས་ཏེ་ས་སྐྱ་བཀའ་རྙིང་ཆ་ཚང་ནས་ཡོད་དེ་ཡོད་ཟེར་འདྲ་ཞིག་རེད། དེའི་ནང་ལ་ད་གདན་ས་ཆེ་བ་དེ་འདྲ་དགེ་ལུགས་པའི་གདན་ས་སེ་འབྲས་དགའ་གསུམ་དང་དུ་ཟུར་ཕེབས་ཡོད་མ་རེད་གང་ཡིན་ཟེར་ན་ཁོ་རང་ཚོ་ཚེ་འདིར་ཇི་འདྲ་ཡོད་དེ་རེད། དེས་མ་ཚད་པའི་ཆོས་རིག་ལས་ཁུངས་ངོས་ནས་ཡང་ཁོ་ན་ཚོ་ཟླ་རེ་ཟླ་རེ་ཚན་རིག་དགེ་རྒན་གྱི་གསོལ་ཕོགས་ཅིག་ཕུལ་འདུག་གོ། དེ་སོང་ཙང་ཁོ་ན་ཚོ་ཕེབས་ཡ་མ་རེད། ཨ་ནི། ད་དེ། ཟབ་ཁྲིད། སློབ་ཁྲིད་གནང་ཡ་དང་དུས་ཚོད་ཚང་མ་ཐུག་མཁན་ཚང་མ་དཔེ་མཛོད་ཁང་ནས་བཤད་དོ། དཔེ་མཛོད་ཁང་གི་ཚན་རིག་སྡེ་ཚན་གྱི། ལས་བྱེད་པ་ཚོ་གནང་གོ། ད་ཁོ་ན་ཚོ། ཅེ། ཉེ་བའི་གཙུག་ལག་རམ་འབྱམས་པ་རེད་རམ། གཙུག་ལག་རམ་འབྱམས་པ་ཐོན་བཞག་རྒྱུ་ཚན་རིག་ཐོག་ལ་ཐོན་བཞག་རྒྱུ་ཤ་སྟག་འགྲོ་བ་ཆེ། དེས་མ་ཚད་པའི་ལོ། ད་པའི་བཅུ་སྐོར་ཅེ།

ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་དགུ་ནས་འཛུགས་བྱས་འགོ་འཛུགས་གནང་འདུག་ལྟ་ཅིག་ལས་འཆར་འདི་གི་ངོ་སྤྲོད་ཆེད་འདི་དང་མཉམ་དུ་ལི་ཡ་ད་དགེ་བཤེས་ལགས་ཁྱེད་རང་གིས་འདུ་ཤེས་སྤྲད་པ་རེ་ཞིག་ན་ད་ང་ཚོ་ཅིག་དགེ་འདུན་པ་དང་གྲྭ་བཙུན་ཕོ་མོ་རྣམས་ཀྱིས་ཅིག་སོ་སོའི་གི་ནང་ཆོས་སློབ་གཉེར་འདིའི་ཐོག་ལི་ཡ་ད་ཅིག་དེང་དུས་ཚན་རིག་གི་སློབ་སྦྱོང་གནང་ཡ་འདི་དགེ་བཤེས་ལགས་ཀྱིས་ད་ཅིག་གནས་ལྔར་མ་སོང་ན་ཅིག་ག་འདྲི་རུ་ཅིག་ངོས་འཛིན་གནང་གི་ཡོད། རེད་དེ།
དགེ་འདུན་པ་དང་དགོན་སྡེ་ཁག་ལ་ཚན་རིག་སློབ་ཡས་འདི། སྐྱབས་མགོན་རིན་པོ་ཆེས་བཀའ་གནང་ཞལ་བཞེས་ནས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལ་ཨ་ནི་དཔེ་མཛོད་ལ་འགན་དེ་གནང་ནས། དེ་ནས་བྱས་ནས་ཐོག་མའི་ཆར་ལ་ད། དགོན་སྡེ་ཁག་འདྲ་མིན་ནས་ཟབ་སྦྱོང་ཚུགས་ཡོད་ད་མི་མཐུད་ནས་ལོ་ལྟར་ལོ་བརྒྱད་བཅོ་ལྔ་བཅུ་དྲུག་ཅིག་ཕྱིན་ས་འདུག་བ། དེ་རིང་ལ་ད་ཟབ་སྦྱོང་གྲངས་ལས་འདས་པ་ཅིག་ཚོགས་ཡོད་རེད། ཨེ་ནི་རིམ་པས་རིམ་པས་ང་ཚོས་ད། ད་སྐུ་མདུན་གྱི་དགོངས་བཞེད་དེ་ཟབ་སྦྱོང་ཐེག་གཅིག་གཅིག་གཉིས་ཚུགས་ནས་བཞག་བཞག་ཡོད་ཙམ་མ་ཡིན་པ། ཁོ་ཚན་རིག་གི་གནས་ཚུལ་གང་ལ་གང་འཚམ་ཅིག་མཁྱེན་རྟོགས་ཡོང་ཡས་དང། རེ་བ་ཕུགས་རྒྱང་རིང་པོ་གི་ནང་ཆོས་སློབ་གཉེར་གྱི་མཉམ་དུ་མཉམ་དུ་ད་མུ་མཐུད་ནས་ད་ཡི་དེ་འདྲའི་དགུང་ཞིག་ཡིན་ཙང་ད་ལེགས་བཤད་ཆེན་པོ་ཞིག་ཡིན་པ་མཐོང་ནས་འདིའི་ཚགས་ཚུད་པ་ཡོང་མཁན་ཞིག་ཏུ་ད་རྒྱུན་ལྡན་ནས་དགེ་རྒན་དགོས་ཀྱི་ཡོད་རེད་ནས་དགེ་རྒན་ཡོང་མཁན་ཞིག་ཏུ་ཨེ་མོ་རེ་གཙུག་ལག་སློབ་གཉེར་ཁང་ལ་ཆ་ཤས་ཅིག་བཟོས་ནས་ནས་ལོ་གཉིས་གཉིས་ནང་ཚོགས་ལ་དགེ་འདུན་པ་དྲུག་སུ་དྲུག་སུ་ད་ལོ་གཉིས་སུ་རིང་ཕ་གིའི་ཚན་རིག་རང་སྦྱངས་ནས་སྦྱོང་བརྡར་བྱས་ནས་ད་ཕ་གྱའི་སྡེ་ཚན་བཞི་བ་དེ་ཆགས་སྡོད་ཟེར་ཡོད། ད་དེ་རྗེས་ཚོད་ཡོང་ནས་དགོན་པ་སོ་སོའི་ནང་དུ་ད་ཚན་རིག་ལྟེ་གནས་ཁང་ཚང་མའི་ནང་ལ་ད་ལས་འགན་ཚན་རིག་དང་འབྲེལ་དེ་བས་ཀྱི་ད་ཚོགས་འདུ་ཚོགས་ཡོད་ཟབ་སྦྱོང་ཚུགས་ཡོད་ད་དེ་མིན་པའི་ལས་ཀ་གར་ཡོད་ན་ད་ང་རང་སུ་རང་གིས་མི་བྱེད་ཐུབ་ཡོད་ཅིག་ཨེ་ནས་རིམ་པས་རིམ་པས་བསླབ་ཡས་དེ་ང་རང་སུ་མི་འགྲིག་བསླབ་དེ་དགོས་ཡོད་ཅིག་གང་ཟེར་ན་ཕྱི་ལོགས་ནས་ཡོང་ན་ད་འགྲོ་སོང་བཏང་ཡོད་ད་ཕ་གའི་མིག་མཐུན་རྐྱེན་ད་ཁག་པོ་གཅིག་བྱེད་ཀྱི་ཡོད་རེད་དེ་ག་ནང་བཞིན་དགོན་སྡེ་ཁག་ལ་ཚན་རིག་ཡག་པོ་གཅིག་སྦྱང་ཡོད་སློབ་དེབ་དགོས་ཀྱི་ཡོད་རེད་སློབ་དེབ་དེ་མེད་ན་ཁོ་མང་བྱས་ཀྱིན་གྱི་ཤིང་གི་མེ་ཙང་དགོས་ངེས་ཡོད་རེད་དེ་བཞིན་དུ་དེའི་བྱ་ཤེས་གཅིག་བཟོས་ནས་ད་ཕ་ཆེ་དོན་དག་སློབ་དེབ་ལྟ་ཡིན་གཅིག་ལྟ་ཕུལ་ཡིན་མཉམ་དུ་ཡོད་དེ་གལ་ཆེ་སློབ་དེབ་བཅུ་གཉིས་ལྷག་ཅིག་ཐོན་སར་དེང་སང་ལྟ་དེ་ཚོ་བོད་ཀྱི་སློབ་སྦྱོང་སྦྱང་གི་ཡོད་རེད་དེ་ག་ནང་བཞིན་གྱི་ཚན་རིག་གི་ལྟ་ཐ་སྙད་འདི་གཅིག་བོད་སྐད་ནང་ལ་མེད་ན་དཀའ་ངལ་ཅིག་སེལ་གི་ཡོད་ཙང་ཐ་སྙད་ཕབ་སྒྱུར་གི་ལྟ་ཚོགས་འདུ་གཅིག་ལོ་ཟླ་རེ་བཞིན་ཏང་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་ལ་ཕ་གི་ལས་ཡོད་དེ་གན་མཁས་པ་དང་ང་ཚོ་དེ་ནས་འབའ་ཆིངས་ཞབས་དེ་ཚོ་ཚོགས་བྱས་ནས་ཚིག་མཛོད་རེ་བ་གཅིག་ཐོན་སར་ལྟ་ལས་གཞི་དེ་ཚོ་ནས་མི་ཚུད་ནས་འགྲོ་དེ་གི་ཡོད་རེད་ལྟ་འདུག་ཟེར་གྱི་ལྟ་སྙིང་བསྡུས་རེ་ཅིག་ཞུས་ན་ལྟ་ལོ་གཅིག་ནང་ལ་བས་ན་ད་ལྟ་ཨེ་མོ་རི་གཙུག་ལག་སློབ་གཉེར་ཁང་གི་ཚན་རིག་ལས་གཞི། དེ་ནས Templeton Foundation གྱི་ཡང་ཚན་རིག་ལས་གཞི་ཟེར་གྱི་ཡང་དགེ་འདུན་པ་ལ་ཟབ་སྦྱོང་སྤྲད་ཡས་དང་ཚོགས་འདུ་འཚོགས་ཡས་དང་དེ་ཡང་ནང་བཞིན Sager Family Foundation གྱི་ཐེབས་རྩའི་བརྒྱུད་ནས་རོགས་པ་བྱས་ཡས་ཀྱི་ཚན་རིག་ལས་གཞི། ད་ཡང་ནང་བཞིན་གྱི་ད་ད་ལྟ་ཆོས་དོན་ལས་ཁུངས་མཉམ་དུ་ང་ཚོ་ཚན་རིག་ལས་གཞི་བྱས་ཡས་ལ་སོགས་པ་ད་ལས་གཞི་མང་པོ་ཞུ་ཡས་ཡོད་རེད་དེ་ཚོ་ཚང་མ་ད་བྱས་བསྡད་ཡོད་རེད། བྱས་ནས་ད་ད་ལྟའི་ཆར་ལ་གྲུབ་འབྲས་འདྲ་བོ་གར་ཐོན་ཡོད་རེད་ཟེར་ན་ད་དགོན་པ་ཆེ་ཁག་མང་པོ་ཅིག་ནང་ལོགས་ལ་ད་ཚན་རིག་ལབ་གྱི་ཡིན་དེ་གལ་ཆེན་པོ་འདུག་ཟེར་གྱི་གནས་ཚུལ། ད་བཟའ་བྲོ་བོ་ཅིག་ཚུད་ནས་ཨེ་ནས་ཁོ་རང་ཚོའི་བེད་དུ་ཚོགས་འདུ་ཚོགས། རེ་བ། ཨེ་ནས་དེ་ཐག་གཅོད་བྱེད། ལབ་ཡས་ཀྱི་ཆ་ཤིག་དེ་ཚོ་ཚང་མ་བཟོས། བྱས་བྱས་ད་དཔེ་ཡག་པོ་འགྲོ་དེ་ཡོད་རེད་དགོན་པ་ཆེན་པོ་མང་པོ་ནང་ད་དགོན་པ་གཞན་དག་ནང་ལ། ད་ག་ལེ་ག་ལེ། དགོན་པ་སོ་སོ་དོན་གཉེར་མེད་ན་ཞེ་དྲག་ཨུ་ཚུགས་རྒྱག་ཡ་ཁག་པོ་ཡོད་རེ་བ། བྱས་ས་ཡིན་ན་ང་ཚོ་ད་ད་འདི་ཐུབ་བསྟན་ལ་སོགས་པ་ན་ཞེ་རེ་ང་ཚོ་ཟབ་སྦྱོང་ག་རེ་ཡིན་ན་དེ་ནང་ལ་ད་དགོན་པ་མང་པོ་གི་གང་ཐུབ་དོན་འཛུལ་ཐུབ་ཡས། དེ་བྱས་བྱས་ཨེ་ནས། རེ་བ་བྱས་བྱས་ད་ག་ལེ་ག་ལེ་དགོན་པ་གཞན་དག་ནང་ལ་ཡས་ཀོ། ལས་གཞི་དེ་ག་ལེ་ག་ལེ་འགོ་ཚུགས་ཡས་ཀི་ད། ནུས་པ་འདྲ་བོ་དེ་ཆེ་རུ་ཆེ་རུ་འདུག་སུ་འགྲོ་བསྡད་ཀྱི་ཡོད་རེད། ད་དེ་རྒྱམ་ཆུང་རེ་སྙིང་བསྡུས་ཀྱི་ཞུས་པ་ཡིན་ན་ད་མང་པོ་ཞུ་ཡ་ང་ཚོ་དུས་ཚོད་ཡོད་མ་རེད་དེ་སྙིང་བསྡུས་རེ་ཅིག་ཞུས་པ་ཡིན་ན། ལྕམ་སྐུ་རིན་པོ་ཆེ་སྤྱི་བཏང་གི་བོད་པ་ཚང་མ། ཕྱག་འདབ་ཤོག་གཉིས་ལྡན་ན་ཞིག། དེང་དུས་ཀྱི་སློབ་སྦྱོང་ཡོད་བསྡད་མཁན་ཅིག་དང་ཨ་ནི་སྲོལ་རྒྱུན་གྱི་ཡོན་ཏན་ཡོད་བསྡད་མཁན་གཉིས་ཀ་ཅིག་དགོས་ཀྱི་འདུག་ཟེར་དུས་རྒྱམ་ཆུང་གཅིག་རེད་རེད་བ། ཨ་རིའི་གཉིས་པ་དུ་ལྷག་པར་དུ་ང་ཚོ་ལྟ་དགེ་འདུན་པའི་ནང་ལོགས་ལ་ཡིན་ན། ཁོ་ནང་པའི་གི་ལྟ་གྲུབ་དེ་ཚོ་གཏིང་ཟབ་པོ་བྱས་ནས་ལོ་མང་པོ་ལྟ་གི་ཡོད་ཙང། ཨ་ནི་དེང་སང་འཛམ་བུ་གླིང་གི་ནང་གི་ལྟ་དེང་དུས་ཀི་སྲོལ་རྒྱུན་གི་དེང་དུས་ཀི་ལྟ་སློབ་སྦྱོང་མང་པོ་སྦྱངས་ཡོད་རེད་དེ་ནང་ནས་ཚན་རིག་དེ། ཁོ་གང་ལང་གང་འཚམ་གྱི་གཞི་དངོས་པོའི་གནས་ཚུལ་ལ་གཞི་བཞག་ནས་བརྟག་དཔྱད་བྱས་ནས་བདེན་དོན་གྱི་རྩད་ནས་བཤད་བསྡད་ཡ་ཞིག་དང། ཨ་ནི་ཚན་རིག་གི་གང་རྙེད་པ་དང་གང་ཤེས་པ་ལྟ་འཁྲུལ་བྱས་ནས་བཟུང་ནས་དེ་རྗེས་ལ་ལྟ་འཛམ་བུ་གླིང་མི་གཅིག་གི་ལྟ། དཔེ་དེ་ཤེས་ཀྱི་ཡོད་ནའི་མེད་ན་འདི་ཆ་འཇོག་ཞིབ་པོ་ཅིག་བྱས་ནས་འདིའི་རྗེས་ལ་འགྲོ་བསྡད་ཀྱི་ཡོད་དུས། ད་དཔེ་དེ་སློབ་སྦྱོང་གི་ཚད་མཐོ་ཤོས་བརྩི་ས་ཅིག་ཆགས་ཀྱི་ཡོད་དུས་ད་ང་ཚོའི་ནང་ཆོས་ནི་སློབ་སྦྱོང་ཚད་མཐོན་པོ་སྦྱང་ཤེས་ཆོག་ཁོ་གཉིས་ཟུང་འབྲེལ་བྱས་ནས་ཅིག་འགྲོ་ཐུབ་ན། ཨེ་ནས་འགྲོ་བ་མི་གཅིག་གིས་ད། ལུས་སེམས་ཀྱི་འཕྲོད་བསྟེན་ཟེར་ན་ད་ང་ཚོ་གོ་བདེ་གི་རེ་བ་སྐད་ཆ་ལུས་སེམས་ཀྱི་འཕྲོད་བསྟེན་ལ་ད། ད་ནང་ཆོས་ཀྱི་ཐོག་ནས་ཤན་བཞག་པ་དེ་གི་མིག་སེམས་ཀྱི་ཞི་བདེ་འཕྲོད་བསྟེན། ཨེ་ནས་ཚན་རིག་གི་ཐོག་ནས་གཉེར་བཞག་པ་དེ་གི་ཡང། ལུས་ཀྱི་འཕྲོད་བསྟེན་ལ་སོགས་པ་ད་སྙིང་བསྡུས་རེ་བྱེད་སླ་བ་ཡིན་ན་དེ་བྱས་ནས་གཉིས་ཀ་ཐོག་ནས་ད་ཟུང་འབྲེལ་ཐོག་ནས། བྱེད་དགོས་ཅིག། ཨ་ནེ་དགེ་འདུན་པ་སོགས་ཡིན་ན་ད་ང་རང་སུ་གི་འདི་མཐོང་ཅིག་གར་སོང་དཔེ་ཆ་དང་གར་ཡོད་པ་འདི་རྩ་ཆེན་པོ་ཞིབ་པོ་ཅིག་གཏིང་ཟབ་པོ་ཡོད་རེད་འདི་འདི་གཅིག་པོས་མ་ཚན་པ་བྱས་ནས། གཞན་དག་གིས་ཡང། ད་མི། གར་སོང་ང་ཚོའི་དཔེ་ཆ་རྣམས་ལ་འདི་ཅི་ཡོད་རེད་ལམ་ཐམས་ཅད་ཤེས་པར་བྱ་ཅིང་ལམ་ཐམས་ཅད་སྤྱད་པར་བྱའོ་ཟེར་གྱི། འགྲོ་ལ་ཕན་པར་འདོད་ན་ལམ་ཤེས་ཉིད་ཀྱིས་ཉན་ཤེས་འཕྲིན་ཟེར་གང་ཡིན་དང་ཟེར་ཡོད་རེད་འགྲོ་ལ་ཕན་པར་འདོད་མཁན་ཅིག་ཡིན་ན། ཨ་ནེ་ཁོ་ཐབས་ལམ་མང་པོ་ཤེས་ནས། ཁོ་བསླབ་དགོས་ཀྱི་ཡོད་ཙང། འདི་སྤྱི་སྟངས་ཀྱི་ད་རྒྱབ་འཇོག་འདྲ་བོ་ཅིག་རེད་དེའི་ནང་ཚན་གྱི་ད་ཐེན་ཅན་གྱི་གོང་དུ་ཞུས་པ་ནི་ཚན་རིག་དེ་གནད་འགག་ཆེན་པོ་ཞིག་ཅིག་ཡོད་ཙང་འདི་གི་ད་རྙེད་དོན་དང་གྲུབ་དོན། དུས་ཚོད་ཀོ་ཁ་ཡོད་ལག་ཡོད་ཅིག་བསྟན་ཡོད་དེ་ངས་སྦྱིན་དུས་ད་ནང་ཆོས་ནས་འདུག་ཟེར་ཟེར་གྱི་ཡོད་རེད། ཚན་རིག་གི་ད་དུག་སེལ་རྙེད་འདུག་ཨ། ད་ཁྱེད་རང་ཚོས་འདི་གསལ་བོ་རེད་འདུག་ཨ་ང་ཚོས་འདི་ག་ཚོད་བཤད་འདུག་མི་འདུག་ཨ་སེང་གེ་ཚོ་ར་བ་ཅི་ཆེན་པ་ཞིག་ཡིན་ན་མི་ཚོས་འདི་གར་ཚོར་ད་བཟང་སྤྱོད་གོང་འཕེལ་བཏང་ཡས་ཡིན་ན་ག་རེ་ཡིན་ན་འདི་ལ་ཡིད་ཆེས་རྙེད་ནས། མཐོང་ཡས་ཐོས་ཡས་ཡོད་དེ་ངས་ཅིག་ཆགས་ཡོང་དུས་འདི་ལ་ཡིད་ཆེས་རྙེད་ནས་ད་མི་བཟང་པོ་ཅིག་ཆགས་ཡས་རེད་ལུས་སེམས་བདེ་ཐང་ཡོད་ཡས་དེ་འདྲས་ལ་དམིགས་བྱས་ནས་ད། གནང་གི་འདུག་བ་ཕལ་ཆེར་སྐུ་མདུན་དགུང་ཞིག་ད་རྒྱ་ཆེན་པོ་རེད་དེ་ད་རོབ་རོབ་རེད་ཞུས་ན་དེ་འདྲའི་རེད་ཅེས་ཕལ་ཆེར་མཐོང་བསྡད་ཀྱི་ཡོད། ལགས་སོ།
དེ་ནས་ད་གལ་སྲིད་ལ་ད་ཅིག་དེང་སང་ད་ང་རང་ཚོ་ད་ཅིག་ཚན་རིག་པ་ད་ཅིག་ད་སྙན་གྲགས་ཡོད་ངེས་དེ་ཚོའི་ཁྲོད་ནང་ལོགས་ནས་ད་ང་ཚོ་ད་ནང་ཆོས་ལ་ཡང་ད་ཅིག་ཅིག་དོ་སྣང་བྱེད་མཁན་དེས་ད་ཅིག་མང་དུ་མང་དུ་བྱེད་འགྲོ་འདུག་ད་རྩ་བའི་ཅིག་ང་རང་ཚོ་འཛམ་གླིག་འདིའི་ནང་ལོ་ལ་ཡང་ནང་ཆོས་རྩོད་པའི་ད་ཆོས་ལུགས་ཆེ་ཁག་གཞན་མང་པོ་ཡོད་ར་ཡིན་པ་ཡིན་ནའི་ད་ཅིག་ང་རང་ཚོ་ནང་ཆོས་འདི་ལ་ཡང་ད་ཆོས་ལུགས་གཞན་ལ་མེད་པའི་གི་ད་དམིགས་བསལ་ཁྱད་ཆོས་ད་ཅིག་ག་རེ་ཡོད་ར་འདིའི་ཐོག་ནས་ད་ཅིག་ཚེ་རིང་པ་ཚོས་གི་ང་ཚོ་ནང་ཆོས་ལ་ཡང་ད་དོ་སྣང་ད་ཅིག་དབྱིངས་ད་ཅིག་སྟོན་ཡ་འདི་རྣམ་འགྱུར་སྟོན་ཡ་འདི་ད་དགེ་བཤེས་ལགས་ཁྱེད་རང་གིས་ང་ཚོ་ལ་དམིགས་བསལ་གྱི་ཁྱད་ཆོས་ག་རེ་ཡོད་གསུང་གོ་ད་ནང་ཆོས་ཁྱད་ཆོས་ཕུན་སུམ་ཚོགས་པ་མང་པོ་ཡོད་ར་ངས་ཚང་མ་ད་འདི་ཞུ་ཐུབ་གི་མ་རེད་དཔེར་ན་ཅིག་ངས་ཧོབ་སི་བལྟས་པ་ཡིན་ན་ང་ཚོ་ནང་པའི་ཆོས་འདི། ཡི་གེ་འཇིག་རྟེན་བཀོད་པ་པོ་བཀོད་པ་པོ་གཅིག་གི་བསམ་བློ་དང་ནི་འདུག་ཟོས་ནས་ཨ་ནི་དེ་ལ་ལགས་སོ་ཞེས་བྱས་ནས་དད་པ་བྱས་ནས་འགྲོ་དགོས་རེད་ཟེར་རྩ་ནས་ཟེར་གི་ཡོད་མ་རེད་བ། ག་རེ་ཟེར་བ་ཟེར་ན་དངོས་ཡོད་གནས་ཚུལ་དཔྱད་པ་བྱས་ནས་ཨ་ནི་སོ་སོའི་བདེ་བ་སྒྲུབ་ཡས་དེ་སྡུག་བསྔལ་སེལ་ཡས་དེ་བྱས་ཡས། དཔེར་ན་ནང་ད་ཡོངས་གྲགས་ཆོས་སྐད་ཁོ་རང་ཆགས་ནས་གཞི་བདེན་པ་གཉིས་ལམ་ཐབས་ཤེས་གཉིས་ཟེར་དུས་གཞི་ཁོ་རང Foundations ད་ཨིན་ཇི་སྐད་མ་སོང་ན Foundation གཞི་མ་དེ་ལ་བདེན་པ་བདེན་པའི་གནད་དོན་ག་རེ་ཡོད་པ་དེ་ཧ་གོ་ནས་ཨ་ནི་དེ་ལ་བལྟས་ནས་དེ་དང་མཐུན་པའི་ཨ་ནི་ལམ་ཐབས་ཤེས་གཉིས་ཟེར་དུས་ཕྱོགས་གཅིག་ནས་སེམས་ཅན་ཚང་མ་ལ་ཕན་ཡས་ཀྱི་བསམ་པ་བཟང་པོ་བྱས་ཡས་དང་བསམ་པ་བཟང་པོ་དེ་ཡང། དེ་ག་ས་ལྐུགས་པ་ཨུ་ཚུགས་རྒྱབ་ཡས་མེད་པ་བྱས་ནས་རྣམ་དཔྱོད་བེད་སྤྱོད་བཏང་ནས་དངོས་ཡོད་གནས་ཚུལ་ཤེས་པའི་སྒང་ནས་ད་ཉིད་བདེན་གཉིས་སྐད་ཆ་བྱེད་བ། བདེན་གཉིས་གནས་ཚུལ་འདི་ཤེས་པའི་སྒོ་ནས་ཨེ་ནས་གཅིག་གཅིག་དེ་བདེན་གཉིས་གནས་ཚུལ་ཤེས་ན་ག་རེ་ཟེར་ན་དེ་ཕན་ཚུན་གཅིག་གཅིག་ལ་འབྲེལ་དེ་ཡོད་བ། སུ་དེ་སུ་ཡིན་ན་ཚང་མ་དཀའ་ངལ་ཡོད་དེ་ངན་སྡུག་བསྔལ་ཡོད་དེ་ངན་རེད་བ། དེ་འདྲའི་གཅིག་གནས་ཚུལ་འདི་ཤེས་ཡོང་དུས་ཨེ་ནས་གཞུག་མ་ཐག་ཏུ་སྙིང་རྗེ་སྐྱེ་ཡོང་ཡས། དེ་འདྲ་ཡོང་དུས་ད་ག་རེ་ཟེར་བ་རེད། འདི་ཡིད་དབང་འཕྲོག་གི་ཡོད་རེད་བསམ་གྱི་འདུག་ཨེ་ནི་གཅིག་ནས་འདི། སྡུག་བྱས་ནས་སྤྱད་པ་བྱས་ཤག་ཤོག་སྟེ། ཕྱོགས་གཅིག་ནས་སངས་རྒྱས་བཅོམ་ལྡན་འདས་རང་གིས་ད་གནས་ཚུལ་ཆ་ཚང་འདི་ཚོ་རིག་ལ་ད་བློ་སྒྲུབ་དཀའ་བ་སྤྱད་པ་ནས་བཟུང་ནས་དཀའ་སྤྱད་ཞིབ་སྤྱད་བྱས་ནས། དང་པོ་གསུང་དུས་ཁོ་རང་གཞན་དག་གི། ཙིག་པུ་ཚོམ་བུ་དེ་འདྲས་མ་གསུངས་བྱས་ནས་བདེན་པ་ཞེས་ཟེར་གི་འདུག་བ། བདེ་བ་འདུག་ཨང་ཟེར་བདེ་བ་རྒྱུད་ནས་ཡོང་གི་འདུག་བ་སྡུག་བསྔལ་འདུག་ཨ་སྡུག་གི་མི་འདུག་ཨ་ཟེར་ཡིན་ན་རྒྱུད་ནས་ཡོང་གི་འདུག་བ་བྱས་ཙང་སྡུག་བསྔལ་འདུག་གི་མེད་ན་སྡུག་བསྔལ་སྤངས་བདེ་བ་འདུག་གི་ཡོད་ན་བདེ་བ་འགྲུབ་བདེ་བ་འདུག་སུ་འདུག་སུ་རེད། སྡུག་བསྔལ་དང་ཉོག་མ་ལ་བརྟེན་ནས་ཡོང་གི་འདུག་བ། འཆམ་མཐུན་མེད་པ་ལ་བརྟེན་ནས་ཡོང་གི་འདུག་བ། འགྲན་སེམས་ལ་བརྟེན་ནས་ཡོང་གི་འདུག་བ་ད་དུས་ཚོད་བར་སྤངས། བདེ་བ་ཟིན་གི་འདུག་འཆམ་མཐུན་ལ་བརྟེན་ནས་ཡོང་གི་འདུག་བ་བརྩེ་སེམས་ལ་བརྟེན་ནས་ཡོང་གི་འདུག་བ་ད་དུས་ཚོད་འགྲུབ། ད་མདོར་བསྡུས་ན་འདི་བཤད་ཡོང་གི་རེད་བ། ད་འདི་འདུག་ཟེར་གྱི་ནས་བཀའ་སློབ་གནང་རྒྱུ་འདི་ད་འདི་འདི་རྗེས་ལ་ནི་མཁས་པ་གྲངས་ལས་འདས་པའི་ཉམས་ཞིབ་བྱེད་གི་འདུག་ད་འདི་ད་ཧང་སངས་སམ་གྱིས་མི་བྱ་བ་ཅི་རེད་ཤག། ད་གང་ལྟར་འཛམ་བུ་གླིང་འདི་ན་གྲ་འགྲིག་པོ་ཡག་པོ་ཅིག་ཡོང་གི་ཡོད་ན། ད་ཉོག་མོ་ཟེར་མཁན་དེ་མེད་པ་བཟོ་དགོས་འདུག་རྩ་བ་ནས་མེད་པ་བཟོ་མ་ཐུབ་ན་ཁོ་ཆུང་རུ་བཏང་ཐུབ་ན་ཞེ་པོ་ཅིག་ཕན་ཡོན་རེད་ཤག་བསམ་གྱི་ནས་ད་བསམ་བློ་གཏང་མཁན་ཅིག་ཡིན་ན། ད་ཐབས་ལམ་དེ་ལས་འགྲོ་ས་ཡོད་མ་རེད་ད་དྲང་པོ་བཤད་ན། ད་ཁོ་ཚོས་མཐོང་ཡོང་གི་ཡོད་རེད། ཚན་རིག་པ་ཡིན་ན་རེད་ད་གོ་ད་སྦྲུམ་མ་བ་ཁེ་བང་གར་མ་དགོས་གར་ཡིན་ན། ཁོ་རང་ཁོ་རང་གི་ཆེད་ལས་ཀྱི་ཐོག་ནས་སྐད་ཆ་མཁས་པ་ཤེས་འཛིག་པོ་དེ་འགྲོ་ཡི་ཡོད་རེད་ད་མི་རེད་དེ་ཡོད་རེད་བ། མི་རེ་ཡོང་དུས་ཁོ་ལ་མྱོང་ཚོར་ཡོད་རེད་མྱོང་ཚོར་གི་དབང་ནས་སྡུག་བསྔལ་ཡོང་གི་ཡོད་རེད་སྡུག་བསྔལ་ཡོང་དུས་ཐབས་ལམ་བཤད་སྟངས་ཤེས་ཀྱི་ཡོད་མ་རེད། བྱ་ལ་རྒྱུ་བྱ་ལ་དེ་ཐབས་ལམ་བྱེད་ཀྱི་རེད་བསམ་ནས་རྒྱུ་བྱ་ལ་རྒྱུ་ལ་ཞིབ་པོ་འགྲོ་གི་ཡོད་རེད་རེད་བ་གཉེན་ཉེ་ཚན་ལ་བལྟས་ནས་ཐབས་ལམ་བྱེད་ཀྱི་རེད་བསམ་ཞིབ་པོ་འགྲོ་གི་ཡོད་རེད་དེ་བྱེད་ཐུབ་ཀྱི་ཡོད་མ་རེད་བྱེད་མ་ཐུབ་དུས་མཐའ་མ་དེ་ལ་ད་བསམ་བློ་གཏང་དགོས་འདུག་ཨ་ནི་བསམ་བློ་གཏང་ཡོད་ཀྱི་ཐབས་ལམ་ཡག་པོ་ཅིག་ག་པ་འདུག་ཟེར་དུས་ད་ནང་ཆོས་ནང་ལས་ཁོ་དངོས་ཡོད་གནས་ཚུལ་དུ་ཐིམ་པ་རྒྱས་ཤིང་རྒྱས་པ་ང་ཚོ་ལམ་རིམ་ཞིག་ཏུ་བ་དེ་ཡང་དཔེ་རིམ་པས་བྱས་ནས་དཔེར་ན་འདི་ནས་མ་ང་ཚོ་ལྡི་ལིར་འགྲོ་གི་ཡིན་ན་རིམ་པས་བྱས་ནས་འགྲོ་དགོས་རེད་མ་གཏོགས་རེད་བ། འགྲོ་སྟངས་ཡོད་མ་རེད་བ་ཐབས་ཤེས་རེད་བ་གནམ་གྲུས་འགྲོ་བ་ཡིན་ནའི་འཁོར་འགྲོ་སྟངས་རིམ་པས་འགྲོ་ཡི་རང་རེད་བ། འོ་དེ་འགྲོ་སྟངས་གཅིག་དང་གཉིས་ཀྱི་ད་འདུག་བྱེད་དགོས་རེད་ཟེར་ལམ་སྟེང་ཤར་ཕྱོགས་སྤུས་དག་པོ་ཞིག་རྒྱུ་མཚན་དེ་བདེན་པ་རྨོངས་དད་སྐད་ཆ་མེད་པ་ཞིག་བརྗོད་ཡོད་ད་ཁོང་ཚོ་ཡིད་འཕྲོག་གི་ཡོད་རེད། ནས་སོ།
དེ་ནས་ཐུབ་བསྟན་ལགས་ད་ད་ལྟ་ཅིག་དེ་ཟབ་སྦྱོང་དང་འབྲེལ་བའི་ཐོག་ནས་ད་དེ་ཅིག་དྲན་ཐོས་བྱུང་སོང། ད་ཅིག། ཐོག་མར་ད་ལྟ་དེ་ཟབ་སྦྱོང་དེ་ད་ཉིས་སྟོང་བཅུ་བཞི་ཉིན་ཏུ་ཞིག་འགོ་བཙུགས་ར་ད་ད་ལྟའི་ཆར་ཐེངས་གསུམ་པ་སོས་དུས་ཁོ་གཅིག་རྒྱུད་རིང་པོ་ཞིག་ད་ཕྱིན་ཡོད་མ་རེད་ཡིན་པ་ཡིན་ནའི་ད་དེ་ཅིག། ད་གྱ་གང་གི་ལྟོས་པར་ཞིག་ཐོག་མར་འདུ་བྱེད་འགོ་བཙུགས་ཅིག་ད་ལྟ་པར་དུ་ལ་ཡག་ད་ཅིག་མཉམ་ཞུགས་གནང་ཉེན་རེད་ད་ཅིག་གྲྭ་བཙུན་ཕོ་མོ་འདི་ཚོའི་ནང་ལོ་ལ་ཡག་གྱ་གང་ལྟོས་པར་ཞིག་ན་ཟབ་སྦྱོང་འདིའི་བརྒྱུད་ནས་ད་ཁྱད་པར་འགྲོ་ཅིག་ཁྱེད་རང་གི་ག་ཟིག་ད་ཡར་རྒྱས་འགྲོ་ཅིག་ཡོད་པ་འགྲོ་ཅིག་ཁྱེད་རང་གི་ངོ་འཛིན་ག་འདྲ་འགྲོ་ཞིག་གནང་གི་ཡོད་ན། ཟབ་སྦྱོང་ག་ཚོད་ལོ་དང་པོ་ཚུགས་པའི་སྐབས་ལ་དང་པོ་མི་ཡོང་ངེས་འདི་ཁག་པོ་འགྲོ་བྱུང་ཟེར་ཟེར་ར་བཏང་བའི་སྐབས་ལ་དང་པོ་དེ་ལན་དུ་ཟེར་ད་ད་མ་གནང་ངེས་ཟེར་འགྲོ་ཅིག་ང་ཚོས་ཕར་འབྲེལ་བ་ཞུ་ཞུ་དགོས་ངེས་ཟེར་འགྲོ་ཅིག་བྱུང། ད་གཉིས་པའི་ཆ་དང་གསུམ་པའི་ཆ་དེར་ང་ཚོས་མར་གསལ་བསྒྲགས་བཏང་བཞག་པའི་སྐབས་ལ། དེ་ཁོ་ན་ཚོས་མཚན་མཐོང་སྣ་ངད་དུ་བཟོས་ལྟ་ཅི། བདག་དང་གྲོགས་ཞེས་ཡག་པོ་ཞིག་ཡོང་གི་འདུག་ཨ་ནི་དོ་སྣང་བྱེད་དུ་དོ་སྣང་ཡོད་དེ་ངས་དེ་འདྲའི་མང་པོ་སྤེལ་བཞག་ནི། དང་པོ་དང་གཉིས་པ་རྩིས་གཞི་བྱེད་སྐབས་ལ་མི་གསར་བ་ཡོང་རྒྱུར་དེ་འདྲ་མང་པོ་འདུག་ད་ལོའི་ཆ་ནས་ན་མི་གསར་བ་པེ་ཅན། མང་པོ་ཆགས་བསྡད་རེད་མི་གཉིས་མ་བཞི་དགུ་ཡོད། གཉིས་མ་བཞི་གཞན་པ་ཚང་མ་གསར་བ་སོ་འགྲོ་ཆགས་བསྡད་རེད་ད་ད་ལོ། དམིགས་བསལ་སོ་འགྲོ་བྱེད་ན་ང་ཚོས་དེ་འདྲ་དགེ་བཤེས་མའི་ལོ་རིམ་གསུམ་པ་དང་བཞི་པ་དེ་ཚོ། དམིགས་སུ་བཀར་ནས་དེ་འདྲའི་ཞུ་བཤད་རེ་ད་ལོ་རིམ་གསུམ་པ་ཞིག་ཡོང་ཟ་བ་དེ། འདི་སྔོན་ངས་ཞུ་བའི་རྗེས་སུ་ང་ཚོས་ཀྱིས་ད་དེ་འདྲ་དགེ་བཤེས་མེད་ཀྱི་ལས་རིམ་གཏན་འབེབས་གནང་བའི་སྐབས་ལ་དགེ་བཤེས་མའི་སྒྲིག་གཞི་གཏན་འབེབས་གནང་བའི་སྐབས་དེའི་སློབ་ཚན་ནང་ལ་དེང་དུས་ཚན་རིག་དེ་སྙེ་མ་ནས་བཅུ་བཞག་བཤད་ཡོད་རེད། ཉིས་སྟོང། ང་ཚོས་སྒྲིག་གཞི་དེ་ཉིས་སྟོང་བཅུ་གཉིས་ལོར་གཏན་འབེབས་གནང་རེད་ཨ་ནི་ཉིས་སྟོང་བཅོ་གསུམ་ལོ་ནས་ལག་བསྟར་བྱེད་ཆེད་འགོ་བཙུགས་ད་ད་ལོ་དེ་ལོ་རིམ་བཞི་པ་དགེ་བཤེས་མ་ཐོན་འགྲོ་འོར་ཐོན་ཚར་བ། འདི་ཁོ་ང་ཚོས་ལོ་བཞི་ཆ་ཚང་རེར་ང་ཚོས་ཚན་རིག་གི། ལྟ་ཅིག་ཤེས་རིག་གནས་དུ་ཚུད་འཕགས་སུ་གོ་བཞེས་སྐྱབས་རྗེ། འདི་ཡང་དཔེ་མཛོད་ཁང་ནས་ཡང་ལམ་སྟོན་ཞུས་རྗེས་ང་ཚོ་ཞག་ཞག་ཡོད་དོ་འདྲི་རེད། སློབ་དེབ་དེ་ཚོ་ཚང་མ་དཔེ་མཛོད་ཁང་ནས་བློས་ཉོས། དེ་གའི་ཚང་མ་ཉོས་ཀྱང་འཕགས་སུ་དགོངས་པ་ཁ་ལ་གོ་དྲིམ་བྱེད་བཞིན་དེ་འདྲའི་བྱས་ཞག་ཡོད་རེད། ངས་སོང་ཙང་ལྟ་ཅིག་དང། དགེ་འདུན་པའི་སྤྱི་ཡོངས་ཆ་ནས་ཁོ་ན་ཚོ་དོ་སྣང་གནང་མཁན་མང་པོ་འདུག་དེ་འདྲ་ཕལ་དེ་ངས་དེ་ཚོའི་ཡང་ང་ཚོའི་ལྟ། ཉི་མའི་གོང་ལ་ཐུན་གསུམ་ཚོགས་ཐུན་གསུམ་ཟིན་འགྲོ་ཞེས་གོ་སྒྲིག་ཞུས་ཡོད་རེད། གོ་སྒྲིག་ཞུས་ཨ་ནི། ཆུ་ཚོད་དྲུག་པ་ཚོ་ཞལ་ལག་བཏང་ཞལ་ལག་བཏང་ཚར་བའི་རྗེས་ལ།

སྲོལ་རྒྱུན་གྱི་ད་ཅིག་བསླབ་པ་སློབ་གཉེར་ཚང་མ་ཐོན་ཚར་བ་དེ་འདྲའི་དགེ་བཤེས་བླ་མ་དགེ་བཤེས་དེ་འདྲས་ཨ་ཚན་རིགས་ཀྱི་གོ་རྟོགས་དེ་ཡོད་བསྡད་པའི་སྐབས་ལ་མར་སློབ་ཁྲིད་གནང་བའི་སྐབས་ལ་གཞན་དང་མ་འདྲ་བ་ཡོང་གི་འདུག་ཁྱད་པར་ཞུ་བ་ཞིག་ཡོང་གི་འདུག་གསུང་གི་འདུག་དེ་ཨ་ནི་ད་ཅིག་དེང་སང་གི་མི་རབས་དེ་ཚོ་ཚང་མར་ཏེ་ཡར་ཐོན་ཅན་ད་གོ་རྟོགས་ཆེན་པོ་ཡོད་པ་སོང་ཙང།

དགོན་སྡེ་ཁག་དེ་ཚོའི་ནང་ལོ་ལི་ཡག་ད་ཅིག་གྲྭ་བཙུན་བུ་མོ་ལི་ཡག་ད་ཚན་རིག་དེང་དུས་ཚན་རིག་གི་ད་ཅིག་སློབ་ཁྲིད་གནང་ཡས་དང་ད་དེའི་ཅག་ཅིག་གཙོ་བོ་ད་ཅིག་ང་ཚོ་སྤྱི་ཚོགས་ནང་འགན་བཞེས་མཁན་ད་དེ་བུད་མེད་ཕན་ཚུན་གང་ཚོ་ཞིག་འབྲེལ་བ་ཆགས་འདི་དགོས་རེད་ད་དེ་དང་མཉམ་དུ་ལི་ཡག་ཆུའི་ལས་ཁུངས་ངོས་ནས་འདུ་ཤེས་གང་འདྲ་ཟབ་ཆུང་ཁྲིད་གནང་ཡས་དང་ད་དེ་འདྲའི་འདུ་ཤེས་ལས་འགུལ་སྤེལ་འདི་དགོས་ར་ད་ཅིག་ང་ཚོ་ད་ཅིག། སྤྱི་ཡོངས་བལྟས་པར་བྱས་ན་ད་ཅིག་འཛམ་གླིང་འདིའི་ནང་ལོགས་ལ་ཡག་ལྟ་ཆོས་ལུགས་མང་པོ་ཡོད་པའི་ནང་ནོར་ནས་ད་ཅིག་ནང་ཆོས་ལ་ཡག་ལྟ་ཅིག་གོ་འདོད་ད་ཚེ་རིག་ལ་ཡག་ལྟ་དོན་གཉེར་བྱས་བྱས་ད་ཅིག་སློབ་སྦྱོང་གནང་ཡ་འདི་ད་ཅིག་ང་ཚོ་ནང་ཆོས་ནང་ལོགས་ལ་ཡག་ལྟ་ང་ཚོ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡག་ལྟ་ནང་པའི་དགེ་འདུན་པ་འདི་གནང་ཡ་འདི་ད་ཅིག་ལས་བྱ་མ་བཟོ་ན་ད་ཅིག་བརྟན་པོ་འགྲོ་ཅིག་ད་ཚུགས་འདི་ཡོད་རོགས་ད་འདི་མུ་མཐུད་ནས་ཅིག་རྒྱ་སྐད་ད་ཕྱིན་པར་བྱས་ན་ཅིག་མ་འོངས་པར་གྲུབ་འབྲས་ཐོན་ཡོང་པ་འདི་ད་གོ་ཉེས་ཅན་ཆགས་འདི་ཡོད་རོགས་ད་འདི་ཡོད་འདི་ད་ངས་སྤྱི་ཡོངས་ནས་ད་ང་ཚོ་ནང་ཆོས་དང་ཚེ་རིག་གཉིས་ཀྱི་འབྲེལ་བ་ཟེར་ཡ་འདི་ད་ཅིག་མ་འོངས་པ་ལྟ་ཅི། འདི་རྒྱུད་རིན་པོ་ཆེ་གནས་པ་རེད་ཅེ་ན་ང་རང་ཚོ་གི་ནང་ཆོས་འདི་ལ་ཡག་ད་བཟང་ཕྱོགས་ཀྱི་ད་ཤུགས་རྐྱེན་ཟེར་བོ་རེད་འདི་གི་ད་ཅིག་མ་འོངས་པ་གནས་སྟངས་འདི་ད་རྣམ་པ་གཉིས་ཀྱི་ད་འདུ་བྱེད་དཔྱད་ཞིབ་བྱེད་པར་ཆ་ག་འདྲས་ཅིག་ཡོང་གི་རེད་གོང་གི་འདུག་དང་པོ་དེ་དགེ་བཤེས་ལགས་ལགས་ལ་གསུངས་རོགས་གནང། ཞེ་དྲག་ཡག་པོ་ཡོང་གི་རེད་གསུངས་གི་འདུག་གང་ཡིན་ཟེར་ན། ད་དཔེར་ན་ནང་ཆོས་ལ་མ་དགའ་མཁན་ཟེར་ན་རེད་ད་རྒྱ་མིས་ཀྱི་དཔོན་པོ་ཟེར་ན་རེད་འདི་ཚོ་དགའ་ཞིག་བྱེད་ཀྱི། ནང་ཆོས་དང་བོད་པའི་རིག་གཞུང་དུ་ཆེས་རྗེས་ལུས་རེད་ཆེས་མུན་ནག་རེད་ཟེར་ཡོད་པ། ད་ཆེས་རྗེས་ལུས་དང་ཆེས་མུན་ནག་མིན་པ། ཡིན་ན་ཆེས་རྗེས་ལུས་དང་ཆེས་མུན་ནག་མིན་པ་ཆེས་ཡར་ཐོན་དེ་ག་རེ་ཟེར་ན་ཚན་རིག་རེད་ཟེར་ལབ་སྡོད་ཀྱི་ཡོད་རེད་ད། ག་རེ་བྱས་ན་ཚན་རིག་བྱེད་དགོས་རེད་གུས་ལྕོག་བྱེད་སྟངས་ནི་ཚན་རིག་ལམ་ལ་འགྲོ་དགོས་རེད་ཟེར་ཞེས་ལབ་སྡོད་ཀྱི་འདུག་བ། ད་དེ་ཚན་རིག་པས་ཁོ་རང་གི་ཞི་བ་ཡིད་སྨོན་འདོད་སར་མཁས་པ་འདུག་ས་སྙམ་དུ། ཉི་མ་གཅིག་མ་རེད། ཟླ་བ་གཅིག་མ་རེད་ལོ་དང་ལོ་བསྡུར་ནས་རེད་བ། འགྲོ་ཐུབ་འགྲོ་ཐུབ་བ་འདི་མཐོང་ཡོང་དུས་ད་ཁོ་རང་རང་གི་ཁ་གྲགས་སོང་བ་ནང་ཆོས་ལ་དེ་ག་ཟེར་གྱི་གཏིང་ཟབ་པོ་དང་དོན་དག་ཡོད་པ་ཅིག་ཁོ་ཤེས་པོ་ཤེས་པོ་ཅིག་ཁ་གྲགས་སོང་བ། ཨེ་རེད་གཉིས་ནས་གར་ཆགས་པ་རེད། ཁོ་བོའི་དངོས་ཡོད་གནས་ཚུལ་དང་མཐུན་པ་མ་གཏོགས་འདི་ལ་རྨོངས་དད་འགྲོ་ཡི་མེད་པའི་སྐད་ཆ་ཅིག་ཁོ་ཤེས་པོ་ཆགས་འདི་རེད་བ། དེ་ཕྱིར། དེའི་ཅིག་ཕན་གྱི་རེད་བསམ་གྱི་འདུག་ཨེ་ནས་འགའ་ཤས་ཅིག་གིས་ཡང། ཁོ་ནང་ཆོས་འདི་ལམ་སང་སྦྱང་ཡས་གོ་སྐབས་མ་རག་བ་དང་དེའི་གཏིང་ཟབ་པོ་ཡོད་པ་དེ་ལམ་སང་མ་ཤེས་པ་ཡིན་ཙང། ཁོ་ལམ་སང་ཡང་ཅིག་ཏུ་སྐད་ཆ་བཤད་བསྡད་པས་མ་གཏོགས་ཀི་ཐོང་ཡས་ཐུ་ཡས་མེད་དེ་ངས་སོ་རུབ་ཅིག་ཕྱག་གྲོགས་བྱས་ཡོང་དུས། ཡང་འདི་ལ་ཅིག་དོ་སྣང་མ་བྱས་ཡས་དང་དེ་འདྲས་ཡོང་གི་རུ་བ། དེ་འདྲས་བྱེད་དུས་རྟགས་ཚན་རིག་དང་ཟུང་འབྲེལ་ཐོག་ནས། དངོས་སུ་ད་ལག་བསྟར་ཐོག་ནས་བསྟན་ཡས་དང་སྤྱི་ཚོགས་ནང་ལ་ཞབས་ཇུས་ཞུ་ཡས་དང་དམིགས་ཡུལ་ཅིག་ག་ལི་ག་ལི་འདི་ལས་ཡོང་གི་རུ་བ་སོ་སོ་གི་དགོངས་གྲུབ་ཉམས་ལེན་ཐོག་ནས་ནང་གི་ཉམས་ལེན་རྟོགས་པ་ཐུ་རུ་གཅིག་པུ་མ་ཡིན་པ་བྱས་ནས་སྤྱི་ཚོགས་ནང་ལ་ཁ་ཡོད་ལག་ཡོད་གི་རུ་བ། ད་འཕྲོད་བསྟེན་ཡར་རྒྱས་བཏང་ཡས་ཡིན་ན་རེད་ཁོར་ཡུག་ལ་ཕན་ཐོགས་བྱས་ཡས་ཡིན་ན་རེད་ད་ལས་ཀ་མང་པོ་བྱས་ཀི་ཆ་ཤིག་ད་དམིགས་ཡུལ་དུས་ཚོད་ཐོག་ལ་ཡོད་རེད། དུས་ཚོད་བྱས་ཡོང་དུས་ཁོ། ཨེ་ནས་དངོས་སུ་ཅིག་དགེ་འདུན་པ་འདི་ཚོ་གིས་ད་སྤྱི་ཚོགས་ནང་ལ་ཕན་པ་མང་པོ་བྱེད་ཀྱི་འདུག་ཨེ་ནས་ནང་ཆོས་ཀྱི་གོ་རྟོགས་ཟབ་པོ་ཡོད་རེད་སྤྱི་ཚོགས་ནང་ལ་ཕན་ཐོགས་ཧ་ཅང་ཡག་པོ་བྱེད་ཀྱི་འདུག་ཟེར་ལབ་ཡོང་དུས་ཤུགས་མ་ཐག་ཏུ། དད་པ་བྱེད་ཡོང་ངེས་ཅིག་དང་དགའ་བོ་ཆགས་ཡོད་ཅིག་དང་ཨེ་ནས་གལ་ཆེ་ཤོས་འདི་ཁོ་སྤྱི་ཚོགས་ལ་ཁ་ཡོད་ལག་ཡོད་ཕན་ཡོད་ཅིག་ཆགས་ཡོང་གི་རེད་བ། ངོ་དེ་ཆགས་དུས་དེ་ང་ཚོ་རྦད་དེ་གར་སོང་རེད་ད་ཕུགས་རྒྱང་རིང་པོ་གང་ལ་ཞིབ་ཅིག་ཕན་གྱི་རེད་བསམ་གྱི་འདུག་ཡིན་ནའི་ད་དེ་ན་ཡང་བསམ་བློ་བཏང་ཡས་ཅིག་ག་རེ་ཟེར་ན་ང་ཚོ་ཚན་རིག་དང་ཟུང་འབྲེལ་ལས་གཞི་འདི་བྱེད་དུས་འགའ་ཤས་སེམས་པ་ལ་ཡང། ཚེ་ནང་ཆོས་ལ་བལྟས་ཟེར་ཅིག། བརྟན་པོ་རང་མེད་ནས་ནི་ཚན་རིག་ལ་སྐྱབས་འཇུག་ཞུ་གི་ཡོད་པ་བཟོ་རེད་བ། ཚན་རིག་དང་མཐུན་པ་མཐུན་པ་ཟེར་དུས། ང་ཚོ་འགྲིག་འདུག་དང་མི་འདུག་བལྟ་ས་དེ་ཚན་རིག་ལ་བལྟ་གི་ཡོད་པ་བཟོ་རེད་བ་སྐད་ཆ་དེ་འདྲའི་གོ་དོན་ལོག་པ་གླེང་གི་འདུག་བ་དེ་འདྲས་མ་རེད། ཁོ་ང་ཚོ་གར་ཟེར་ན་དེ་ང་ཚོ་དེ་འགྲིག་དེ་ཡོད་རེད་ཡོད་ཡོད་སྟངས་ཚན་རིག་གི་དཔྱད་པ་བྱེད་འདུག་འདིའི་རང་སླེབས་ཡོང་གི་འདུག་བ་ཟེར་ཚུལ་སྦྱར་གི་ཡོད་རེད་མ་གཏོགས་གི། ཕར་སྦྱར་གི་ཡོད་མ་རེད་གཅིག་ནས། གཉིས་ནས་ང་ཚོས་ད་ལྟ་ཚན་རིག་དང་འབྲེལ་བ་བྱེད་ཡོང་གི་འདི་ཚན་རིག་ག་ཚད་དམའ་གོ་ག་ཚད་རྩ་ཆེན་པོ་ཡིན་ན་ཡང། ཕྱི་དངོས་པོའི་གཟུགས་ཅན་ཅིག་ལ་བརྟག་དཔྱད་བྱས་ནས་དེའི་གན་ནས་གྲུབ་འབྲས་སྣ་ཚོགས་ཅིག་བཟོས་ནས་བསྡད་ཀྱི་ཡོད་རེད་དེ་གྲུབ་འབྲས་སྟོན་བཞག་པ་དེའི་ནང་ལ་ཕན་ཐོགས་ཞེ་བོ་ཡོད་བསྡད་མཁན་གྱི་ད་ཉིན་རེ་ཉིན་རེ་བཟོས་པའི་ནང་ལ་དཔེར་ན་ང་ཚོ་གློག་ཡིན་ན་རེད་རླུང་འཁོར་ཡིན་ན་རེད་ད་ག་རེ་ཡིན་ན་དཔེ་དེར་བ། འགྲིམ་འགྲུལ་ཡིན་ན་རེད་ད་ཞེ་བོ་ཅིག་བསམ་གྱི་མི་ཁྱབ་པ། རེད་བ། ཁོ་བཟོས་བཞག་ཡོད་རེད་བ། དེ་ནས་ཕྱོགས་གཅིག་ནས་བསྡུས་འཕྲིན་བཟོ་བྱ་བཟོས་ནས་འཛམ་བུ་གླིང་དཔལ་དེ་སྐད་ཅིག་གཅིག་ལ་ད་གཏོར་ཐུབ་ཡས་ཀྱི་བཟོ་མཁན་དེ་ཚན་རིག་པས་བཟོས་ཡོད་རེད་བ། བཟོས་ཡོད་དུས་ད་དུས་ཚོད་ལ་ཡང་ང་ཚོ་ཚན་རིག་དང་ཐག་རིང་དུ་མ་བསྡད་བྱས་ནས་ཟུང་འབྲེལ་ཐབས་བཙོག་ནས། རེ་བ་ཨེ་ནས་པེ་ཅིག་ཡ་རབས་སྐྱོ་སངས་དང་འདི་ཚོ་ཅིག་ཁོང་ཚོའི་བསམ་བློའི་ནང་ལ་ཡོད། གལ་སྲིད་ས་ཁལ་ཆེན་པོ་ཡིན་པའི་སླེབས་དབྱེ་འདི་བྱུང་ན། ཨེ་ནས་ཞི་བ་ཅིག་འཕེན་ས་རེད་བསམ་ནས། ཡང་ཅིག་ཁོ། གར་ཚོར་རེད་ད། ད་ཚན་རིག་ཡིན་ན་རེད་ནང་ཆོས་ཡིན་ན་རེད་འདི། ལག་ལེན་བསྟར་མཁན་དེ་མི་རེ་བ། མི་འདི་ཚན་རིག་སྡུག་ཅག་རེད་ཟེར་ན་འཕེན་གི་ཡོད་མ་རེད་ཆོས་སྡུག་ཅག་རེད་ཟེར་ན་འཕེན་གི་ཡོད་མ་རེད། ག་རེ་བྱེད་མ་བྱེད་དེ་མི་རེ་བ། གལ་ཏེ་མི་ཁོ་རང་བལྟས་ཚེ་བཟོས་དེ་གནད་འགག་ཆེན་པོ་རེད་བསམ་བྱས་ནས་ད་ང་ཚོ་འབྲེལ་ལམ་བྱས་ན། གང་ལ་གང་འཚམ་ཁོང་ཚོས་ལ་ཕན་ཐོགས་ཡོང་གི་ཡོད་རེད། རེ་བ་དེ་འདྲ་བྱེད་དུས་ཡང་ཕུགས་རྒྱང་རིང་པོ་དེ་འདྲའི་ཆ་ནས་ཁོ་ཚོའི་རིམ་པས་རིམ་པས་ཨ་ནི་བཟང་སྤྱོད་བྱས་དུས་སུ་རིམ་པས་རིམ་པས་ད་ཚན་རིག་ནང་ལ་སླེབས་ཐུབ་ཡས་ད་གར་སོ་ཀོར་ད་སླེབས་པ་ཙམ་མ་ཡིན་པ་གི་ནང་བསམ་བློ་གི་གནས་སྟངས་ཕྲ་མོ་དེ་ཚོ་ཁོ་ཚོས་ད་ནས་ཤེས་ཀྱི་ཡོད་མ་རེད། ཁོ་ཚོས་འདི་ཁོ་བརྟག་དཔྱད་བྱེད་དུས་བརྟག་དཔྱད་བྱེད་ཐུབ་ཡས་ཅིག་གྲངས་ཀ་བརྒྱབ་ཐུབ་ཡས་ཅིག་རྩིས་བརྒྱབ་ཐུབ་ཡས་ཅིག་མ་གཏོགས་ཞེ་དྲག་བྱེད་ཀྱི་ཡོད་མ་རེད། དེ་ཚོ་རིགས་དེ་རིམ་པས་བསམ་བློ་བཏང་ས་ཅིག་ཆགས་ཡོང་དུས་རེ་བ་ད་དོ་སྣང་ཆེ་རེ་ཆེ་རེ་འགྲོ་ནས་ད་གོག་ནས་འགྲིབ་ས་ཡིན་ཟེར་མཁན་དེ་ཚོ་ག་ལེ་ག་ལེ་སླེབས་ས་རེད་རེ་བ། ད་དེ་དེ་ལས་ཡོང་དུས་ནས་ཡ་རབས་སངས་རྒྱས་བྱས་ཟེར་སྐད་ཆ་མང་པོ་ཅིག་ད་ཚན་རིག་ནང་ལ་གོ་གི་འདུག་ཟེར་དེ་ད་ཁ་ཤས་ཁ་ཤས་ཀྱི་སྐད་ཆ་ལབ་ཡས་དེ་མགོ་བཙུགས་ཡོང་གི་རེད་འདུག་སེ་སླེབས་སོང་ན་ད་འགྲོ་བ་མིའི་སྤྱིའི་ཞབས་ཞུ་ཞུས་ཏེ་ཤུགས་ཆེན་པོ་ཅིག་ཕན་ས་རེད་བསམ་ནས་ད་དགོངས་གཞི་དེ་རེད་དེ་མ་གཏོགས་ཀྱི་ཡང་ཚན་རིག་དང་ནང་ཆོས་གོ་བསྡུར་བྱེད་དུས་གཅིག་པ་གཅིག་རྐྱང་རེད་ཟེར་ད་ང་གཉིས་གཉིས་ཀ་ཡག་པོ་རེད་ཟེར་ཕ་གིས་ག་རེ་ཡོད་པ་གླེང་གིན་དེ་འདྲས་ཟེར་དགོས་མ་རེད་མཐུན་པའི་ཆ་ཡོད་རེད་མ་མཐུན་པའི་ཆ་ཡོད་རེད།

ལྟ་སྟེ། བཀའ་དང་དུས་ཚོད་ལ་དཔལ་དཀོན་ལ་དད་པ་བརྟན་པར་འགྲོ་དགོས་ཏོ། གང་ཞེ་ན། སངས་རྒྱས་ཀྱིས་གསུངས་བཞག་པ་འདི་ལ་མ་འདྲ་བ་ཅིག་ཚན་རིག་པ་ན་ཚན་རིག་ནང་ལ་བཤད་ཡ་མི་འདུག་འདྲ་བོ་འདྲ་བོ་རེ་བཞག་སོ་ཕལ་ཆེར་ལྟར། ང་ཚོའི་ནང་ཆོས་འདི་ནང་ལ་ཕལ་ཆེར་གཙོ་བོ་ཆེ་ཤོས་དེ་ནང་སེམས་ཀྱི་རྣམ་གཞག་དེ་རྒྱལ་པོ་ཞེས་པ་བརྗོད་ས་ར་དེ་སོང་ཙང། ད་དེ་འདྲ་གེགས་ལ་སོང་བ་ན་ཅིག་ཕྱིའི། གི་དོད་ཀྱི་དངོས་པོ་གི་རྣམ་གཞག་འདི་ཚོ་ཚང་མ་མཚན་རིག་པ་དེ་ཚོ་ནས་མང་པོ་ཡོད་པ་སོང་ཚེ་ད་ང་ཚོས་ཟུང་འབྲེལ་བྱེད་ཆེད་ད་ཚན་རིག་མིའི་གི་བཟང་སྤྱོད་གོང་འཕེལ་བཏང་ཡ་འདི་ལ་ནང་ཆོས་ཀྱི་ཤུགས་ཡོད་རྒྱབ་ཐུབ་པ་དང་དེ་འདྲའི་སྒྲོག་ཅིག་ཡོང་ས་རེད།
ལོས་སོ། ད་འདི་ནས་དགེ་བཤེས་ལ་འདི་ག་འདྲི་ཞུ་ཡི་ད་ང་ཚོ་ཅིག་གི་ད་གུང་ཁྲན་རིམ་བྱོན་ནང་ལོག་བལྟས་པ་རེད་ཅིག་ན་ད་ད་ལྟ་འདི་ད་གུང་ཁྲན་བཅུ་བཞི་པ་རྒྱལ་བ་གུང་ཁྲན་བཅུ་བཞི་པ་ཚོ་ཕྱག་འདི་དགོས་པ། ད་རྒྱལ་བ་རིན་པོ་ཆེ་གི་ད་སྐུ་ཚེའི་མཛད་འཕྲིན་ད་གུང་ནས་གོ་ར་བསམ་གི་མི་རྒྱབ་པ་རེད། ད་ཐ་ན་ང་ཚོ་སྐབས་སུ་བབས་འདི་གི་སྐད་ཆ་བཤད་འདི་ད་ནང་ཆོས་དང་ཚན་རིག་གི་འབྲེལ་ལམ་འདི་དག་ཤེས་ཡོང་དུས་ད་ལྟ་ད་ཅིག་ནང་ཆོས་དང་ཚན་རིག་གི་འབྲེལ་ལམ་ད་སོས་དུས་ངས་ཟེར་དགོས་རོ་དང་པོ་འདི་ད་རྒྱ་རོམ་བྱེད་འདུག་ཅེས་ཆགས་འདི་དགོས་རོ་ད་འདིའི་ཐོག་བལྟས་པ་རེད་ཅེ་ན་ད་མཛད་འཕྲིན་འདིའི་ཐོག་བལྟས་པ་རེད་ཅེ་ན་ད་མཛད་འཕྲིན་འདི་དངོས་གནས་ཅིག་བསམ་གྱི་མི་འགྱུར་བ་འགྲོ་ཞིག་ཆགས་ཡོད་མ་རེད། ཆགས་ཡོད་ཡིན་ད་ཡིན་ད་ད་ལྟ་ཁྱེད་རང་གསུང་པ་ནང་བཞིན་རེད་ད། ངས་མིང་སྨོས་སུ་སྨོས་སུ་བྱས་ནས་འཇོན་མི་འདུག་མཛད་འཕྲིན་བསམ་གྱི་མི་ཁྱབ་པ་མང་པོ་ཡོད་རེད་དེ་དེ་ནང་ད། དཔེར་ན་གསར་གཏོད་ཀྱི་རང་བཞིན། དེ་འདྲའི། ཚིག་གཉིས་གསུམ་གྱིས་ཤོད་པ་ཡིན་ན། འགྲོ་བ་མི་སྤྱི་ལ་ཡ་རབས་བསང་ཆུ་བརླབ་དགོས་ཡིན། སེ་གོ་ལ་ཨེ་ཐིག་སེ་ཇུ་ཀེ་ཤིན་སེ་ད་ད་འདི་འདི་ཁྱེད་རང་ཤི་དྲག་མཁྱེན་གི་ཡོད་ན་མེད་ན་འདི་གཟར་བ་རེད་འདི་ལས་གཞི་ཆེན་པོ་ཅིག་འགྲོ་གི་ཡོད་རེད་ད། ད་དང་ན་ཤེས་གི་ད་ད་ང་ཚོ་དགོན་སྡེ་ཁག་གི་ནང་ལ་དཔེ་ཆ་འཁྲིད་མཁན་དེ་ཚོ་ཨེ་ནི་དཔེ་ཆ་འཁྲིད་པའི་ཐབས་ཚུལ་དེ་ཚོ་ཨེ་ནི། ཕྱི་ལོག་མི་ལ་དཔེ་ཆ་འཁྲིད་དུས་ད་དེང་དུས་དང་མཐུན་པའི་ཐོག་ནས་ད། ནང་ཆོས་དང་མ་འགལ་བ་དེང་དུས་དང་མཐུན་པའི་ཐོག་ནས་ད་གོ་ཐུབ་ཡས་དེ་འདྲའི་ཐོག་ལ་དམིགས་བསལ་ཟབ་སྦྱོང་དུ་ཡས། ལྷག་པར་དུ་ནང་ཆོས་ནང་ལ་ནི་སྐར་ཚོགས་སེམས་ཀྱི་བསམ་བློ་གི་ད་རྣམ་གཞག་དེ་མང་པོ་ཞིབ་ཅིག་ཡོད་ཙང་དེ་ཚོའི་ནང་ལ་ད་ནང་ཆོས་ཀྱི་ད་ཏི་ཀ་བསྟན་བཅོས་ཆ་ཚང་སྔོག་བྱས་ནས་དེ་ཚོ་ཕྱོགས་བསྡུ་བྱས་ནས་ཨེ་ནི་ཅིག་ང་ཚོ་གི་ད་ལེགས་སྐྱེས་ཕུལ་བ་ཟེར་ན་རེད་ད་ང་རང་ཚོ་གི་སེམས་སྦྱོང་བརྡར་བྱས་ཡོད་ད་སློབ་སྦྱོང་བྱང་ས་ཀི་བརྟན་པོ་ཡོད་པ་ཅིག་བྱེད་བདེ་བོ་ཡོད་ས་ཅིག་དེ་འདྲས་བཟོས་ཡས་ད་དེ་འདྲས་ཀི་དེ་ནི་ད་ག་ནང་བཞིན་གི་སློབ་གྲྭ་ཁག་ཚང་བའི་ནང་ལ་ད་བོད་བོད་བརྒྱུད་ནང་བསྟན་ནང་ནས་རིགས་ལམ་བེད་སྤྱོད་བཏང་ནས་ཨེ་ནི་བདེན་དོན་གཏན་ལ་ཕེབས་པའི་འདི་ཞིབ་ཅིག་ཡོད་ཙང་ད་འདི་བསླབ་དགོས་རེད་ཅེས་བཀའ་མང་པོ་གནང་ས་རེད་ད་དེ་དང་དེ་ལ་སོགས་པ་གྲངས་ལས་འདས་པ་མང་པོ་ཅིག་ད་ཡོད་རེད་ད་ང་རང་ཚོ་གིས་གོམ་པ་བརྒྱབ་ཐུབ་ཀྱི་མི་འདུག་ཨ་སྐུ་མདུན་གྱི་དཔལ་སྒོང་སྐྱིད་ཕྱི་ཐག་ཆོད་ང་ཚོ་འོག་ནས་ད་གོམ་པ་བརྒྱབ་ཐུབ་ཀྱི་མི་འདུག་མ་གཏོགས་གི་ཞི་བ་དེ་འདྲ་ཡོད་རེད་ད་དཔེར་ན་ད་ལྟ་སྐབས་སུ་བབས་པ་ཚན་རིག་འདི་ལ་ཆ་བཞག་པ་ནི་ཁྱེད་རང་གསུངས་པ་དག་རང་རེད། དངོས་གནས་བོད་པའི་སྤྱི་ཚོགས་ཁོ་རང་ནང་ལ་ཚན་རིག་བསླབ་ཡས་དེ་ད་སྐྱབས་བཅོལ་སླེབས་ནས་མ་གཏོགས་ཡོད་མ་རེད་དྲང་པོ་བཤད་ན་སྐྱབས་བཅོལ་སླེབས་ནས་ད་སློབ་གྲྭ་ཁག་ལ་ཚན་རིག་ཡག་ཉེས་ལ་མ་ལྟོས་པ་བསླབ་ཡས་ཅི་ཆ་རེད། ད་དགོན་སྡེ་ཁག་ལ་ཚན་རིག་བསླབ་ཡས་བྱས་ཏེ་སྐུ་མདུན་གྱི་དགུང་ཤེད་དེ་འདྲའི་ཅིག་དང་ཁོ་དེ་འདྲའི་བྱས་མེད་ན་ད་ཐུབ་ཡས་ཁོ་ར་ཡོད་མ་རེད། གང་ཟེར་ན་དགོན་པ་གྲྭ་ཚང་སོ་སོའི་ནང་ལ་ཆེད་དུ་གཉེར་ནས་ད་ཕྱག་ལས་གནང་ཡས་དེ་ད་ནང་ཆོས་ཀྱི་སློབ་སྦྱོང་བྱ་ཡས་དང་དེ་མ་ཉམས་པ་བྱེད་ཡས་དང་ཉམས་པ་སླར་གསོ་བྱེད་ཡས་ད་དེ་ག་རང་ད་སེམས་ན་སེམས་ཤུགས་འཁེལ་ནས་བསྡད་ཀྱི་ཡོད་རེད་ད་དེ་ན་སློབ་ཚན་འདྲ་མི་འདྲ་ཅིག་བཙུགས་ཀྱི་ཡིན་ཟེར་དུས་ཨ་ལེ་དང་པོ་དང་ལེན་བྱེད་ཡས་ཁོ་ར་ཁག་པོ་རེད་བ། ད་དང་ལེན་མི་བྱེད་ཡས་དེ་ཕ་ཆོག་དང་ལེན་མི་བྱེད་མཁན་དེ་ཚོ་ཁོ་ཚོ་ཅིག་གིས་ཅིག་སྐྱོ་དྲགས་པ་དང་སྡུག་དྲགས་པ་དེ་འདྲའི་སྐད་ཆ་གལ་མ་རེད། ཁོ་རང་ཁོ་རང་སོ་སོའི་ནང་ཆོས་དེ་ལ་ད་དོ་སྣང་ཞིབ་ཅིག་བྱས་དུས་རྩ་ཆེན་པོ་ཡིན་ཙང་ལྟེ་བ་ལ་ཉམས་མི་ཡོང་བསམ་པའི་དོ་སྣང་ད་དེ་འདྲའི་དཀའ་ངལ་མང་པོ་ཡོད་རེད། སྤྱིར་དུས་ད་སྐུ་མདུན་གྱི་སྔ་རྗེས་ཀྱི་བཀའ་སློབ་ནང་ད་འདྲི་ཤེས་སྐྱོ་ཡང་འདུག་ཟེར་ནས་ད་ད་ད་ད་ཡིན་ཤག་ཤག་བྱས་དུས་ཨེ་ཚང་མེད་ཀི་རེད་བ་དགོན་སྡེ་གྲྭ་ཚང་ཚང་མས་ད་ཡིན་ཤག་ཤག་བྱས་ནས་ད་དཔེ་དེ་དཔེ་གྲྭ་པ་སྟོང་ཕྲག་མང་པོ་ད་དེང་སང་ཟབ་སྦྱོང་གཅིག་ཚུགས་ཚེ་ད་གྲྭ་པ་སྟོང་ཕྲག་མང་པོ་ཚུགས་ཡོད་རེད་དཔེ་ན་ཕྱི་ཟླ་དྲག་དྲུག་པའི་ནང་ལ་ཚན་རིག་ཟབ་སྦྱོང་བཅུ་ཚུགས་ཡོད་རེད Emory University དང་དཔེ་མཛོད་ཟུང་འབྲེལ་ཟབ་སྦྱོང་བཅུ་ཚུགས་ཡོད་རེད་དེ་སྐབས་ལ་ཡིན་ན། ཕྱི་རྒྱལ་གྱི་ཚན་རིག་བསླབ་མཁན་མཁས་པ་དག་དཔེར་ན་ད་ལོ་ཡིན་ན་ཕ་ཁྱི་དྲུག་ཅུ་ཟ་མ་ཟིན་གྱིས་གདན་འདྲེན་ཞུ་དགོས་རེད་ད་རླབས་ཆེན་ཞེ་པོ་ཅིག་ལས་གཞི་དེ་འདྲ་བྱེད་དགོས་ཡོད་རེད་ལྟོས་བྱས་ཙང་དུས་ཚོད་རིག་སྟེ་ང་ཚོས་བློ་ཡུལ་ལ་ངོ་གནོད་བྱས་ན་ཤུགས་ངན་གོ་ར་ཡོད་མ་རེད་དྲང་པོ་བཤད་ན། བྱེད་དུས་ད་རིམ་པས་རིམ་པས་བྱས་ཙང་དེ་དུས་སྐུ་མདུན་གྱི་དེ་ཐུགས་རྗེ་བཀའ་དྲིན་ལས་དེ་ནས་ད་གལ་ཆེ་ཤོས་ད་སྐབས་སུ་བབས་པའི་གི་དེང་དུས་ཀྱི་ད་སློབ་སྦྱོང་ནང་ཚན་གྱི་ཚན་རིག་དེ་གལ་ཆེན་པོ་ཡིན་པ་ཅིག་བཀའ་སློབ་གནང་ཨ་ནི་དེ་དགེ་འདུན་པ་ཚོས་ཅིག་སྦྱང་ཡོང་དུས། ཨེ་ནི་སོ་སོས་ད་ལྟ་བཙལ་ལ་གསུངས་པ་ནང་བཞིན་རེད་བཙལ་བས་སོ་སོའི་ནང་ལ་ཡོད་པ་རེད་དེ། ད་ཕ་གིའི་ནས་གཅིག་འགྲེལ་བཤད་དེ་གོ་ཡོང་དུས། ཨ་ལས་ཁོས་འགྲེལ་བཤད་བརྒྱབ་སྟངས་དེ་མ་འདྲ་རེད་ཅེས་རྒྱབ་གི་འདུག་མ་དེ་ཡིན་རྒྱུ་དེ་རང་རེད་འདུག་ཨ་ཟེར་ཅིག། བསལ་དུ་འགྲོ་ཡས་དང་སོ་སོའི་ཆོས་ལ་ངེས་ཤེས་སྐྱེས་ཅིག། ཡང་དེ་ལ་བཤད་སྟངས་དེ་འདྲས་ཅིག་འདུག་ཨ་ཟེར་ཡང་ཁོ་ཚོས་ཀྱི་དཔྱད་པ་དེ་འདྲས་ཅིག་བྱས་ནས་བཤད་སྟངས་འདུག་བཤད་འདུག་ཨ་ཟེར་ཡང་བྱ་ཐབས་ལམ་སྤྱད་ཀྱི་ཡང་མི་ལ་འགྲེལ་བཤད་རྒྱག་ཡས་ཀྱི་ཐབས་ལམ་སྤྱད་ཀྱི་རག་རོ། ཨེ་ནི་སྤྱིར་ནས་གཅིག། ད་ལྟ་ཀུན་དོན་དགོངས་བཞེད་ཅིག་ག་རེ་ཟེར་ན། ད་ལྟ་དུས་ཕྱིས་ནང་གི་འཇིག་རྟེན་དེ་ན་ཀུན་དོན་བྲིས་ཡོད་རེད I am internationalist at hearts། ཟེར་དུས་སེམས་སྟེང་ནས་ད་རྒྱ་སྐྱིད་པ་ཡིན་ཟེར་དུས། རེ་བ་འཛོ་བ་མི་གཅིག་གི་བདེ་དོན་དགོངས་པ་ཞིག་ནི་བྱེད་ཀྱི་ཡོད་མ་གཏོགས་ཀི་བོད་པའི་སྤྱི་ཚོགས་ཆུང་ཆུང་གཅིག་དང་བོད་པའི་ཆོས་བརྒྱུད་ཆུང་ཆུང་གཅིག་དེ་ཤེས་དགོས་མ་རེད་བ། ད་ང་ཚོ་མང་ཆ་འདིས་ཁོ་རང་གང་འགྲོ་དགོས་རེད་བ་མི་དཀྱུས་མ་ཡིན་ན་ཁག་ཡོད་མ་རེད་བ་ད་ཀུན་འདོད་ཀི། མ་གྱུར་སེམས་ཅན་ཐམས་ཅད་ཟེར་ཞེས་ནི་གསུང་བ་ན་ཞེན། གསུང་བ་གསུང་གི་འདུག་བ། ད་མ་གྱུར་སེམས་ཅན་ཐམས་ཅད་ཟེར་ང་ཚོ་ཡང་ནི་ཞེ་འདོད་སྐྱོ་རེ་ཡིན་ཏེ་ཁ་ཙམ་མིན་པར་གི་ལག་ལེན་ལྟ་རེ་བྱེད་ཡིན་ན་ད་ལས་གཞི་འདི་ཚོ་བྱེད་དགོས་འདུག། སེ་ཁུ་ལས་ཐིག་སེ་ཇུ་ཀེ་ཤིན་སོགས་རུལ་སུ་བྱེད་དགོས་ཕན་ཡོན་གྱི་ལས་ཀ་བྱེད་ད་ཀུན་འདོད་དེ་རེད་དགོངས་ཤིག་སེམས་ཅན་ཐམས་ཅད། འབུ་སྲིན་སྲོག་ཆགས་ཕྲ་མོ་ནི་ཕྱི་ནས་དགུང་པོ་བཞེས་ནས་ཕེབས་དུས་རྟ་རྒྱ་ཆེན་པོ་དེ་འཁོར་ཐུག་གི་ཡོད་རེད་བ། རྟ་བྱེད་སྟངས་ང་ཚོ་དང་པོ་ཐོག་མ་ག་ལེ་ག་ལེ་བློ་ཡུལ་མ་ཤོང་གི་རེད་བ། རེད་དེ་རྟ་ག་ལེ་ག་ལེ་འདི་མགོ་གཅིག་ཚོས་གཅིག་ལས་ཀ་གཅིག་བྱེད་ཡོང་དུས། གསོན་དུས་སོ་སོའི་བོད་པ་འདོད་ཅིག་ན་བོད་པ་གཅིག་ལ་ཕན་པ་མ་ཚོས་འཛམ་བུ་གླིང་གཅིག་གི་ཆ་འཇོག་བྱེད་ཟེར་ཞིང། བྱེད་སྟངས་ང་ཚོ་གི་སོ་སོ་གི་ནང་ཆོས་ལ་ཆ་བཞག་པ་ན་ནང་ཆོས་འདི་ཞིབ་ཅིག་ཡོད་རེད་དེ་ཡོད་པ་དེ་ཕྱི་ལོག་ལ་བསྟན་མ་ཐུབ་ན།

ཡོད། བོད་པའི་གོ་གནས་འདྲ་བོ་འཛིན་ཐུབ་ཡོད་དུ་ཡོང་གི་ཡོད་རེད་བ། ལས་གནས་མཐའ་མ་དེ་ཐུབ་བསྟན་ལ་འདི་ག་རེ་ཞུས་ཡིན་ད། དེ་ད་ཅིག་ཆོས་རིག་ལས་ཁུངས་ངོས་ནས་ད་ད་ལྟ་སྐབས་སུ་བབས་པའི་གི་ད་ཅིག་གན་དུས་པ་ལ་ཡ་ད་ཅིག་ཚེ་རིང་དེང་དུས་ཚེ་རིང་གི་ད་ཅིག་ག་ད་ཟབ་སྦྱོང་གནང་ཡ་ལ་སོགས་པའི་གི་ད་ད་ད་འདུ་བྱེད་གནང་འདི་ཡོད་ར། ད་ཅིག་མ་འོངས་པ་ལ་ཡ་ད་ཅིག་མུ་མཐུད་ནི་ད། གཅིག་གི་ལས་གཞི་དེའི་ཐོག་ལ་ཡང་རྣམ་པ་ཚོས་ཀྱི་ལས་འཆར་དེ་འདྲའི་གལ་ཡོད་པ་ཡིན་ན། ལ་སོགས་དུས་ག་ཚོད་དེ་འདྲ་དེ་ཚོའི་ལས་རིམ་ཡོད་བསྡད་པ་དེ་མུ་མཐུན་འགྲོ་ཡག་ཉི་མ་ཆ་ཞིག་ལ་དཀའ་སྡུག་དེ་འདྲ་བྱུང་ཡོད་རེད། དེ་གས་ན་བཞིན་ད་འདི་ལ་ཡང་གཅིག་ཡར་རྒྱས་ག་འདྲས་བཏང་གོ་ཐོག་རིམ་པས་ད་དེ་འདྲ་འདི་དེ་འདྲ་དེ་ཆ་དེ་ངོ་སྤྲོད་ཀྱི་ལས་ཡིན་པ་གཙོ་བོ་འགྲོ་གི་རེད་ད་དེ་ཡས་དུས་ཚོད་ཐུང་དུས་ཡིན་པས་སོང་ཙང་ཨ་ནི་རྒྱ་ཆེ་པོ་གཏིང་ཟབ་པོ་ཞིག་པོ་ཞིག་དེ་འགྲོ་ཐུག་མ་རེད། ནི་རིམ་པས་ཡང་ང་ཚོས་དེ་འདྲའི་བཀའ་བསྡུར་གནང། དེའི་སྐབས་ལ་གཙོ་བོ་དེ་འདྲ་དཔེ་མཛོད་ཁང་སྟབས། དགུ་བཅུ་གོ་གྲངས་ནས་མར་ཕྱག་ལས་གནང་བསྡད་པ་རེད། ཡང་ཁོ་ནང་ཚོ་ལ་ཡང་ང་ཚོའི་བར་ཚོ་འབྲེལ་བ་ཞུས་ཆེད་བར་ཚོ་བཀའ་བསྡུར་གནང་ཡང་དེ་ཡང་ག་རེ་གནང་གི་ཡོད་མེད་ཕལ་ཆེར་ང་ཚོས་གོང་ལ་བོད་ཀྱི་ལས་ཁུངས་ལ་བཀའ་བསྡུར་གནང་གི་རེད་བསམ་གི་འདུག། འདུག་ཟེར་དུ་བྱས་ན།
ད་མཚམས་འདི་ནས་ད་དེ་རིང་གི་ང་ཚོའི་དགྲ་གཉེན་གླེང་སྟེགས་ཀྱི་ལས་རིམ་འདི་ནི་ད་མཇུག་བསྒྲིལ་ཡིན། གོང་གི་ང་ཚོའི་བགྲོ་གླེང་ཞུ་ཡས་ཀྱི་བརྗོད་གཞི་འདི། གཅིག་སྤྱི་ཡོངས་ནས་ད་ནང་ཆོས་དང་ཚན་རིག་གཉིས་ཀྱི། འབྲེལ་ལམ་སྐོར་དང་ད་ག་ནང་བཞིན་གྱི་དགོན་སྡེ་ཁག་ནང་ལོགས་ལ་ཡང་གྲྭ་བཙུན་བུ་མོ་རྣམ་པས་ཀྱི་གཞུང་ཆེན་སློབ་གཉེར་དང་མཉམ་དུ་ལ་ཡང་དེང་དུས་ཚན་རིག་གི་སློབ་སྦྱོང་གནང་ཡ་འདི་གལ་ཆེན་པོ་ག་ཚོད་ཆགས་ཀྱི་ཡོད་མེད་དང་འདི་གི་ཚན་རིག་སློབ་སྦྱོང་གནང་ཡ་གྱི་ལས་གཞི་འདི་བརྒྱུད་ནས་མ་འོངས་པ་ང་རང་ཚོ་ད་ལྟའི་ལས་གཞི་འདི་ཐོག་ནས་ང་རང་ཚོ་ནང་ཆོས་ལ་ཡང་བཟང་ཕྱོགས་ཀྱི་ཤུགས་རྐྱེན་ག་རེ་ཐེབས་སྲིད་ཀྱི་ཡོད་མེད་དང་འདིས་ནི་ངོས་ནས་འཛམ་གླིང་ལ་ཡང་ལས་ཀའི་གང་དྲིས་གཅིག་ཕུལ་ཐུབ་ཀྱི་མེད་དུས་ཚོད་ཐོག་ལ་ཡང་ད་རིང་ང་ཚོ་འདུ་ཤེས་བཅས་བགྲོ་གླེང་ཞུས་ཡིན། བགྲོ་གླེང་གི་ལས་རིམ་ནང་ལ་ཡང་བཀའ་མོལ་གནང་མཁན་སྐུ་ཡི་གསུང་རྒྱུན་དང། ཨ་ནི་ད་ལྟའི་ཆ་ལ་ཡང་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་དང། ཨ་ནི་ཆོས་རིག་ལས་ཁུངས་ཀྱི་ཟུང་དྲུང་ཐུབ་བསྟན་ཚེ་རིང་ལགས་ཡིན་རྣམ་པ་གཉིས་ཀ་ལ་ཡང་ཐུགས་ཆེ་ན། ཐུགས་རྗེ།